གནས་ཚུལ་གསར་པ་སོགས Breaking News། མི་ནི་སོ་དྲག་འདོད་སྐམ་ཆོས་བྱེད་ཁང་དྲུག་གི་ཚོགས་གཙོ་གཅིག་གིས་ལུག་རྒྱུད་ལ་འགྲེལ་བཤད་ལོག་བཤད་བརྒྱབ་པའི་གནས་ཚུལ་གཅིག། ཞིབ་ཕྲ་གནས་ཚུལ་གཟིགས་རོགས་གནང། ལུག་རྒྱུད། History། ལ་ངས་འདི་རྒྱལ་ཁབ་ཅིག་དང་མི་རིགས་གཅིག་ནང་ལ་དཔེ་མི་སྲིད་གནད་འགག་ཆེན་པོ་ཆགས་ཀྱི་ཡོད་པ་རེད། ལུག་རྒྱུད་ལབ་པའི་སྐབས་ལ་དུས་ཚོད་ས་གནས་ད་སྔ་ནས་བཞིན་གྱི་དེའི་སྐབས་ལ་དཔང་པོ་དེ་ཚོས་ཀྱིས་མཚམས་རེ་མི་ཁ་ཤས་ཀྱིས་སོ་སོའི་སྐུའི་གོ་གོ་དོན་དག་ལ་ལུས་རྒྱུད་ལ་བྲིས་གཟུགས་བཏང་ཡ་དང་ལུས་རྒྱུད་ཟེར་ངེས་དེ་བདེན་པ་མ་ཡིན་པ་དེ་འདྲའི་འགྲེལ་བཤད་རྒྱབ་བྱེད་བྱས་བྱས་བཙན་བྱོལ་སྤྱི་ཚོགས་ནང་ལོ་ལ་གཞོན་སྐྱེས་མང་པོ་ཅིག་གི་བསམ་བློ་ནང་ལོ་ལ་ལུག་རྒྱུད་དེ་འགྲེལ་བཤད་ལོག་པ་རྒྱབ་བྱེད་བྱས་དེ་འདྲའི་གི་བསམ་བློ་ནང་ལ་ཐུང་གླུག་བྱས་བྱས་བྱས་གཞོན་སྐྱེས་ཀྱི་བསམ་བློ་འགྱུར་བ་བཏང་ཐུབ་པའི་གི་བོད་བརྩོན་བྱེད་དེ་ངས་མང་པོ་ཞུ་བྱས་བ་རེད། མི་ནུས་གསོལ་བསྒྲགས་ཟློས་སྒོམ་ཆོས་ཞུ་ཁང་དྲུག་གི་ཚོགས་གཙོ་གཅིག། ལོ་རྒྱུས་དང་བོད་བོད་ཀྱི་ལོ་རྒྱུས་དེ་འདྲའི་སྐོར་ལ་མཁས་དགུ་སྒོ་མ་ཚུགས་ངེས་བོད་པའི་སྤྱི་ཚོགས་རྣམས་ལ་མཁས་དགུ་ཞབས་ཕྱི་མ་ཞུ་བྱེད་ངེས་ཅིག་གིས་ཨ་ནི་མི་རྒན་པོ་ཁ་ཤས་ཅིག་གི་ལོ་རྒྱུས་འགྲེལ་བཤད་བརྒྱབ་པས་ཨ་ནི་དེས་པའི་འགྲེལ་བཤད་ལོག་བཤད་བརྒྱབ་དེ་བས་ཨ་དེས་པའི་ཨ་སུམ་ཅུའི་དུས་དྲན་སྐབས་ལ་ཨ་ནི་གཤིས་ཀ་སྐོར་ལ་ཨ་ནི་འགྲེལ་བཤད་ལོག་བཤད་དེ་འདྲ་བརྒྱབ་པའི་གནས་ཚུལ་གཅིག་དང་ཨ་ནི་འགྲེལ་བཤད་འདི་ལ་མི་རབས་རྒན་པ་ཅིག་གིས་དེ་བས་ལོ་ངོ་སུམ་ཅུ་བཞི་བཅུ་ལྷག་ཞིག་གི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཙུགས་བཞག་པའི་སྒྲིག་འཛུགས་ལ་དབུལ་བོ་དཔུང་སྡེའི་ཞིང་ངེ་ཅིག་གིས་མ་ཐོན་ཆེད་དང་བླངས་ཀྱི་ཐོན་ཆེད་བཞེས་འགྲེལ་བཤད་དང་དམིགས་བསལ་ལོ་རྒྱུས་ལ་ལོག་བཤད་དང་འགྲེལ་བཤད་བརྒྱབ་པའི་སྐབས་ལ་ལོ་རྒྱུས་དེ་དངོས་གནས་ག་རེ་ཡིན་མེད་འདིའི་འགྲེལ་བཤད་བརྒྱབ་པའི་ཞིབ་ཕྲ་གནས་ཚུལ་ཅིག་རྣམ་པ་ཚོ་ལ་སྟོན་ཆོག་ཆེད་འདི་གལ་ཆེན་པོ་ཞུ་འཆར་གྱི་འདུག་དམིགས་བསལ་ངས་ག་དུས་ནས་ལབ་བསྡད་དེ་ག་རེ་ཟེར་ལབ་པ་ཡིན་ན་ང་ཚོའི་ལོ་རྒྱུས་ནང་དུ་ལ་དཔང་རྟགས་དང་དཔང་པོ་དང། དངོས་ཡོད་ཀྱི་གནས་ཚུལ་འདི་མགོ་འཚོས་དགོས་ཡ་དེ་ཤིན་ཏུ་གལ་ཆེན་པོ་རེད་དམིགས་བསལ་བོད་པའི་གཞོན་སྐྱེས་ཚོ་འདི་འདྲས་ལ་མགོ་མ་རྙོག་ཡ་གི་གལ་ཆེན་པོ་ཞུ་ཆགས་ཡོད་རེད་དེ་འདྲས་སོང་ཙང་དང་པོ་དེ་ལ་མི་ནུས་སོ་ར་ནང་ལོ་ལ་འདོད་ཁམས་ཆོས་ཞུ་གང་དྲུག་གི་ཚོགས་གཙོ་གཅིག་གི་ཤི་ཀ་ཀོ་ལ་སུམ་ཅུ་དོན་འདྲས་ལ་གཅིག་སྤྱི་ནོར་དགོན་སྐྱབས་མགོ་ཆེན་པོ་མཆོག་བོད་ནས་ཚུར་བྲོས་འབྱོར་ཕེབས་པའི་སྐབས་ལ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་འགྲེལ་བཤད་རྒྱབ་སྐྱོར་ཅིག་གནང་པ་ཚོ་གཟིགས་རོགས་གནང་ཞོན།
གཡོ་བ་ནང་བཞིན་གྱི་ནི་ནི་དག། གཡོ་བ་ནང་བཞིན་གྱི་ནི་དག་ཁོང་རྣམ་པ་བརྒྱ་འཕེལ་བ་གི་བརྒྱུད་རིམ་ནོ་ལ་ལ་ས་ཆ་ག་བ་ག་བ་ལ་མེས་བསྲུ་ཡོད་མེ་ནི་ནི་མང་ཆེ་ལ་གྲོང་གསེབ་དང་ནི་དགོན་སྡེ་ཁག་ལ་མེས་བསྲུ་དུ་ཡོད་ལྟ་དེ་ནང་ནི་གྲེ་ཆེ་ཤོས་གཅིག་ཉི་ཤུ་རྩ་ལྔ་དུ་ཆགས་དུ་ཡོད་རང་ད་ཉིན་རྩ་ལྔ་དུས་ག་ལ་ན་ཤོ་བོ་རྟ་ལ་ཁར་དེ་དགོན་ལ་དེ་དག་དེ་སྐྱ་དེ་ག་ལ་ན་ལོག་ག་ལ་ཡོད་རེད་ལོག་ད་ད་དེ་ཡིན་རེད་ད་དེ་གཡུ་རྗེ་བློ་རྩིང་ཚོང་ལ་དེ་གཉགས་བླུགས། གཉའ་གནོན་རྩེ་རྫོང་ལ་ནི་མིང་ཞེས་པ་ཅིག་ལ་ཡང་ཡོད་རེད་ད་ལྟའི་སྐབས་ན་ནག་གོང་ས་མཆོག་གིས་ལྷོ་ཁ་ལ་ཕེབས་པའི་བོད་རིགས་རྣམས་ལྷོ་ཁ་ལ་བོད་གཞུང་གཉིས་པ་དེ་ལྷོ་ཁ་ལ་བཙུགས་གནང་འདུག་ར་བོད་གཞུང་གཉིས་པ་དེ་དང་པོ་དེ་སྔོན་མ་ཤོ་བ་གི་རྗེས་སུ་ད་དུས་ཚོད་ཚང་མ་ས་ཆ་འགའ་དག་བརྒལ་ནས་ལྷོ་ཁ་ལ་ཐ་མ་དེ་སླེབས་ནས་ལྷོ་ཁ་ལ་ནི་བོད་གཞུང་གཉིས་པ་དེ་བཙུགས་ཡ་གི་གནས་སྟངས་དེ་འདྲས་ཅིག་དང་དེ་ག་ནང་བཞིན་གྱི་དུས་ཀྱི་བརྒྱུད་རིམ་ནོར་ལོག་ལ་ནི

ད་ལྟ་གོང་དུ་འགྲེལ་བཤད་བརྒྱབ་བསྡད་གྱུར་འདི་འདོད་ཁམས་མི་ནི་སོ་ར་འདོད་ཁམས་ཆུ་བཞི་ཁང་དྲུག་གི་ཚོགས་གཙོ་ཅིག་གིས། ཚོགས་གཙོ་གཞོན་སྐྱེས་ཅིག་གིས་འགྲེལ་བཤད་བརྒྱབ་བཞག་རྒྱུ་འདི་རེད། ད་ཁོ་རང་གིས་འགྲེལ་བཤད་བརྒྱབ་བཞག་རྒྱུ་འདི། ལོ་རྒྱུས་ནང་ལ་འཁྱོག་བཤོད་དང་འགྲེལ་བཤད་ལོག་བཤད་རྒྱ་ཡོད་དམ་མེད། འདིའི་སྐབས་ལ། སྐུ་ངོ་ཚེ་རིང་བཀྲ་ཤིས་ལགས། སྐུ་ངོ་ཚེ་རིང་བཀྲ་ཤིས་ལགས། སྒྲོལ་བུ་ཆ་ཞབས་པས་ན་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ད་ཕེབས་རྗེས་ལོ་ངོ་སུམ་ཅུ་ནས་བཞི་བཅུ་བར་ཕྱག་ལས་གནང་སྟེ་ངས་དཔལ་འབྱོར་དྲུང་ཆེའི་དང་ཐང་ཞིག་བོད་མིའི་སྒྲིག་འཛུགས་ལ་ཞབས་ཕྱི་ཞུས་ཏེ་ངས་སྨན་རྩིས་ཁང་གི་འགན་འཛིན་བྱས་མྱོང་ངས་དེ་འདྲའི་ཅིག་གི་མ་སྐུལ་དང་བླངས་ཀྱི་ཐོག་ནས་གཞོན་སྐྱེས་ཅིག་གི་འགྲེལ་བཤད་ལོག་བཤད་དེ་འདྲ་བརྒྱབ་བསྡད་པའི་སྐབས་ལ་འགྲེལ་བཤད་དེ་ག་རེ་ཡིན་མེད་ཁོ་རང་གི་འགྲེལ་བཤད་ག་རེ་བརྒྱབ་ཡོད་མེད་རྣམ་པ་ཚོ་གཟིགས་རོགས་གནང་ཞེས་ཞུ་བ་ཡིན།
ཀྲུང་ཆེའི་སྨན་ཁང་འགན་འཛིན་དེའི་སྐབས་ད་གསུམ་བཅུའི་ཐོས་དྲན་འདི་ལྟར་ཆད་མེད་བསྟར་རྒྱུ་ཡང་ཡིན་ད་ལོ་བདུན་ཅུ་དོན་བཞི་ད་དེ་རིང་འདས་པའི་ངེད་ཚོ་ཞག་གི་རེད་འདུག་དེ་བྱུང་ད་ད་ལྟ་ང་ཚོའི་མཛད་སྒོ་དང་པོའི་ལྟེ་གནས་ནི་སོ་བྲག་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོའི་གསུང་བཤད་ལྟ་ཞོན་རྒྱས་ཀྱི་དངོས་གནས་མི་ག་ཚོད་རེད་དེ་རྗེས། འདུག་བསམ་པས་དེ་འདྲའི་ཅིག་ན་ཡང། ད་ངས་ནོར་བཅོས་ལབ་ནས་འགྲིག་རེད་བཀའ་སློབ་ལབ་ནས་འགྲིག་རེད། ང་ཚོ་དེ་མ་བསྟན། དེའི་སྒམ་དེ་འབིད་གསུངས་སོང་དེ་ནས་ད་ལྟ་ལྷོ་ཁ་ལྷུན་གྲུ་རྫོང་ལ་སྙ་བོར་འདུས། ད་ལྟ་དེ་གཞུང་གཉིས་པ་གཙོས་པ་དེ། ཡིག་ཆ་ཡག་པོ་ཟེར་གཞུང་གཞུང་གཉིས་པ

གཉིས་པ་གཙོ་བོ་རེད་ཟེར་ཀྱང་དེ་མ་རེད། ད་ལྷུན་གྲུབ་རྫོང་ལ་དེ་ནས་ཨ་མདོ་དགོན་པོ་འདྲ་ཞིག་དང་དེ་ནས་ཆོས་གོང་དམག་མི་ཡོད་པ་གོ་སྒྲིག་དགོས་པ་སོགས་འདི་ལྟར་གོ་ཉན། ད་ཨ་མདོ་དགོན་པོ་འདྲ་ཞིག་རྡོ་རྗེ་གདན་ལ་ཧ་ནི་ག་རེ་གནང་སོང་དེ་ཡང་དེ་གལ་ཏེ་ཡོད་མ་རེད་ད་དེ་ནས་པ་ང་ཚོའི་དབུ་ཁྲིད་ཡང་དག་པའི་དེ་ག་ཤོ་རེ་སྐྱབས་མགོན་རིན་པོ་ཆེ་བ་མི་མང་ལ་དེ་དབང་རྩ་གནང་དེ་དེར་ཡིན་ནས་ཁོང་དེ་ག་རེ་འདུག་ང་ཚོ་མི་མང་གིས་རྒྱལ་ཡོངས་མི་དམངས་ཀྱི་ཐག་གཅོད་རོགས་ག་རེ་བྱས་འདུག་ད་ལྟའི་བཀའ་གདམས་གསེར་གཞི་མ་ཟེར་བྱས་བ་རེད་འདི་ལྷ་ལྡན་ཏི་ད་ལྟ་སུའི་ཕྱག་ལ་འདུག་སྲིད་སྐྱོང་སྤེན་པ་ཚེ་རིང། དེའི་གོང་ལ་སུའི་ཕྱག་ལ་འདུག་སྲིད་སྐྱོང་བློ་བཟང་སེང་གེ། དེའི་གོང་ལ་སུ་འདུག་ད་དེ་ནས་རིམ་པར་འགྲོ་བ་དེ་རྒྱ་བོ་རིན་པོ་ཆེ་ད་དེའི་གོང་ལ་གོང་དེ་རྗེ་རེད། སྲིད་སྐྱོང་བློ་བཟང་སེང་གེ་ལོ་བཅུའི་དག་དབུ་མའི་ལམ་གྱི་དེ། ཞག་གི་དེ་ཡག་པོ་འདི་མེད་ན་ཟམ་གདོང་རིན་པོ་ཆེ་མཁས་དབང་ཟམ་གདོང་རིན་པོ་ཆེ་ག་རེ་གསུང་བ་ནི་ཞེ་འདྲ་བཀའ་ཤག་མ་རྩིས་སྤྲད་དུས་ཆང་ལེ་ཨ་ཚོ་རྒྱབ་སྐྱོར་ཡོད་དབུ་མའི་ལམ་ལ་བསྐྱོད་དེ་ལེ་ཨ་དེ་ག་ས་འགྱུར་བ་ལྟར་ན་ང་མི་མང་ཁྲི་ཡོང་གི་ད་བཀའ་ཤག་དོན་ལ་འོང་སྐྱབས་རྗེ་ཟམ་གདོང་རིན་པོ་ཆེན་གྱི་བཀའ་ཤག་དོན་ལ་མི་མང་ཁྲི་བ་ཡི་དེ་མ་ཁྲི་བ་གོ་སྐབས་གང་བྱུང་ཡང་མ་རེད་གང་ཞེ་ན་དེ་སྲིད་སྐྱོང་བླངས་སངས་སེང་གེ་ག་ད་དེ།

ལོ་སུམ་ཅུ་བཞི་བཅུ་ལྷག་ཞིག་གི་དབུལ་བོ་ཕོངས་དུས་ཤུལ་དེ་ངས་མི་གཅིག་གིས་འགྲེལ་བཤད་བརྒྱབ་བསྡད་པ་དེ་ཚོ་གཉིས་ལ་ཞིབ་འཇུག་དང་དཔྱད་པ་ཅིག་བྱེད་ཁྱོད་ཀྱིས་ངའི་རྣམ་པ་ཚོ་ལ་འགྲེལ་བཤད་དེ་བརྒྱབ་ཆོག་ཅེས་ཞུས་པ་ཡིན། ངས་འདི་ངེད་ལ་ལབ་པ་ཡིན། ལུག་རྒྱུད་ཟེར་མཁན་དེ། དུས་ཚོད་དང་ས་གནས་དང་མི་མ་འདྲ་མ་འདྲ་གིས་མཚམས་མཚམས་སོ་སོ་གིས་མགོ་སྐོར་དང། སོ་སོས་ཀྱི་དོན་དག་སྒྲུབ་ཡ་དེ་འདོན་དག་ལ་ལུག་རྒྱུད་འདིས་འགྲེལ་བཤད་མ་འདྲ་མ་འདྲ་བརྒྱབ་བྱས་རྗེས་མཚམས་མཚམས་ལུག་རྒྱུད་འདིས་བདེན་པ་མ་ཡིན་པའི་འགྲེལ་བཤད་བརྒྱབ་ལྟ་ངན་མང་པོ་ཤོད་ཀྱི་ཡོད་རེད། ད་ད་ལྟ་གོང་དུ་འགྲེལ་བཤད་མ་འདྲ་བ་གཉིས་བརྒྱབ་བསྡད་རྒྱུ་འདི་ནང་ལོགས་ལ་འགྲེལ་བཤད་ངོ་མ་དེ་ག་རེ་རེད་པས་ཟེར་བྱས་ངས་རྣམ་པ་ཚོར་འགྲེལ་བཤད་བརྒྱབ་པ་ཡིན། ད་ང་ཚོ་སུམ་ཅུའི་དུས་དྲན་སྤྱི་ཟླ་གསུམ་པའི་གི་ཚེས་བཅུ་ཉིན་མོ་འདི་ལ་བོད་མི་ཚང་མས་གི་སྒེར་ལངས་བྱེད་བྱེད་བྱེད་བྱེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་སོགས་ཏེ་སྐྱབས་འབད་ཀྱི་ཆེད་དུ་ཨ་ནི་ང་ཚོའི་མི་དམངས་ཀྱི་སྒེར་ལངས་བྱེད་བྱེད་བྱེད་བྱེད་སོ་སོས་ཀྱི་དབུ་ཁྲིད་སོ་སོས་ཀྱི་སྒྲིག་འཛུགས་སོ་སོས་ཀྱི་གཞུང་སོ་སོས་ཀྱི་རྒྱལ་ཁབ་འདི་ལ་ཨ་ནི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་བྱེད་བའི་ཀྱི་ཨ་ནི་དུས་དྲན་ཅིག་ཆགས་བསྡད་ཀྱི་ཡོད་རེད་དེའི་སྐབས་ལ་བོད་མིའི་གཏམ་མང་པོ་ཅིག་གི་སོགས་ཤོར་ཡོད་རེད། དེའི་ཀྱི་རྗེས་ལ་ཨ་ནི་སྤྱི་ཟླ་གསུམ་པའི་ཚེས་བཅུ་གྱི་རྗེས་ལ་ཨ

ཆད་དེ་གྱོན་བྱེད་ཅེས་བྱས། ཨ་ནི་དེ་དུས་ཕྱིན་པ་རེད། ཨ་དེ་ནས་ད་ས་ཆ་རིམ་བྱོན་བྱེད་ཅེས་བྱས། ཕྱིན་ས་བའི་རྗེས་ལ་ར་བ། ཨ་དེ་ཡིབ་ཀྱི་ཡིབ་ཀྱི་དགོན་བདག་སྡེ་བ་ལ་ད་མཚན་ལ། ཨ་ནི་སྒོ་མ་བརྒྱབ་ནས་ཕེབས་བྱེད་ཅེས་བྱས་གནས་སྟངས་མང་པོ་ཅིག་ཆགས་པར་ར་བ། མཐའ་མ་དེ་ལ་ཨ་ནི་ད་ལྟ། འགྲེལ་བཤད་བརྒྱབ་སྟེ་དེ་ཨ་ཐ་ན་མི་ནི་སོ་ར་ཟློས་གམ་ཆུ་བཞི་ཁང་དྲུག་གི་ཨ་ནི་ཉི་མ་ཉི་ཤུ་རྩེ་ལྔ་ལ་དེ་འགྲེལ་བཤད་བརྒྱབ་སྟེ་དེ་ཨ་ནི་དགོངས་པ་ད་དགོངས་པ་བརྒྱབ་ནས་ཕལ་ཆེར་གྱིས་ཨ་ནི་ཉི་མ་ཉི་ཤུ་རྩེ་ལྔ་གི་འགྲེལ་བཤད་དེ་གར་ལ་གོར་ལབ་པ་ཡིན་ན་ཨ་ནི་སྤྱི་ཟླ་གསུམ་པའི་གི་ཚེས་ཉི་ཤུ་རྩ་དྲུག་ལ་ཨ་ནི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཨ་ནི་དེའི་སྐབས་ལ་ཨ་ནི་བསྟན་སྲུང་དྭངས་བླ་མ་འགས་ཀྱིས་ད་ཆོལ་ཁ་གསུམ་ཆ་ཡི་ཆོལ་ཁ་གསུམ་ཆ་གི་བསྟན་སྲུང་དྭངས་བླ་མ་འགས། ཀྱིས་དེ་འདི་གམ་ལ་ཡོད་འདི་གཡོག། ཀྱིས་ཨ་ཨ་འབྲུག་མགོན་པོ་འདྲ་ཞིག་གིས་འགན་འཁྱེར་བའི་ཐོག་ནས་ཆོལ་ཁ་གསུམ་ཆ་གིས་འདི་ནང་བསྟན་སྲུང་དང་ལ་མ་ག་གཡོག་རེད། ཀླུ་རྫེ་རྫོང་ལ། ད་ནོ། འདི། ཀླུ་རྫེ་རྫོང། ཞེས་བྱ་བྱས་འདི་རེད། ཀླུ་རྫེ་རྫོང་ལ་ཕེབས་པའི་སྐབས་ལ་སྤྱི་ནོར་ཀོང་སི་སྐལ་མགོན་ཆེན་པོ་མཆོག་གིས། རྒྱ་ནག་གཞུང་གི་ཕྱི་གཉིས་དོན་ཚན་བཅུ་བདུན། Seventeen Point Agreement། འདི་ནང་ལོགས་ལ་བོད་གཞུང་ཡོད་མ་རེད། ལ་དེ་ཡང་འདི། ངོས་ལེན་རྩ་བ་ཉིད་ནས་མེད། Seventeen Point Agreement། ཆིངས་ཡིག་དོན་ཚན་བཅུ་བདུན་ལ་མགོ་ནས་རྩ་བ་ཉིད་མེད་འདི་བཙན་དབང་ཐོག་ནས་བྱ་བྱ་རྒྱུ་ཡིན་པ་ཅིག་གསལ་བསྒྲགས་གནང་བ་རེད། ད་ག་ནས་ཆིངས་ཀྱི་གསུམ་པའི་ཚེས་ཉི་ཤུ་རྩ་དྲུག་ལ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་བོད་རིན་པོ་ཆེ་དང་རྒྱ་བོད་རིན་པོ་ཆེ་དང་མཉམ་དུ་ལ་བོད་མི་སྒྲིག་འཛུགས་དང་བོད་གཞུང་མཉམ་དུ་འགྲོ་དེ་ཡོད་རེད་འདི་ག་བ་ལ་ཕེབས་པ་ཡིན་ནས་འདི་བོད་གཞུང་རེད་ཞེས་བྱས་རྗེས་འདིའི་སྐབས་ལ་ཡང་གསལ་བསྒྲགས་དེ་འདྲས་ཅིག་བྱས་ཡོད་རེད། ཐ་ན་ཡང་རྗེ་སྤྱི་ཟླ་གསུམ་པའི་ཀྱི་ཚེས་ཉི་ཤུ་རྩ་དྲུག་ལ་ཡང་རྒྱ་གར་གྱི་སྲིད་བློན། Jawaharlal Nehru མཆོག་ལ་ཕྱག་ཡིག་བཏང་བྱས་བྱས་བྱས། རྒྱ་གར་ལ་དེད་ཆོག་ཡ་དེ་བཙན་བྱོལ་ནང་ལ་དེད་ཆོག་ཡ་གི་ཆོག་མཆན་གནང་རོགས་གནང་བྱས་བྱས་བྱས། འདི་སྐབས་ཕལ་བ་ནང་བཞིན་གྱི་དེ་འདྲའི་གནས་སྟངས་ཆགས་པ་རེད། དེ་འདྲ་སོང་ཙང། སྤྱི་ཟླ་གསུམ་པའི་གི་ཚེས་ཉི་ཤུ་རྩ་དྲུག་ལ། གཞུང་གསར་བ་གཉིས་པ་དེ་བཙུགས་ཡོང་མ་རེད། གཞུང་ག་རེ་ཡོད་པ་དེ་ད་ག་རང་ཡིན་ཡིན་བྱས་བྱས་ལབ་བཞག་ཡོད་རེད་མ་གཏོགས་གཞུང་དེ་གསར་བ་དེ་འདྲའི་བཙུགས་པའི་གནས་སྟངས་དེ་འདྲའི་རྩ་བ་ཉིད་ནས་ཆགས་ཡོད་མ་རེད།

བྲིས་སྲུབ་དང་འགྲེལ་བཤད་ལོག་བཤད་དེ་འདྲ་རྒྱབ་པ་ཡིན་ན། ང་ཚོ་རྒྱལ་ཁབ་དང་མི་རིགས་ལ་གནོད་ཡག་གི་དེ་འདྲའི་ཆ་དེ་དུས་དེ་འདྲ་སོང་ཙང་ད་ལྟ། མི་ནུས་སོ་ར་སྡོད་སྒོམ་ཆེ་ཤོས་ཁང་དྲུག་གི་ཚོགས་གཙོ་མིང་ཅན་གྱི། སྤྱི་ཟླ་གསུམ་པའི་ཚེས་ཉིས་སོ་དྲུག་ལ། ཨ་འབྲུག་མགོན་པོ་བཀྲ་ཤིས་ཀྱི་མགོ་ཁྲིད་པའི་ཐོག་ནས། དེ་སྐབས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསལ་བསྒྲགས་གནང་བ་བྱས་བྱས་བྱས། གཞུང་གསར་བ་བཙུགས་པ་རེད་གཞུང་གསར་བ་གཉིས་པ་བཙུགས་པ་རེད་ལ་དེ་དེ། བདེན་པ་རྩ་བ་ཉིད་ནི་མ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆིངས་ཡིག་དོན་ཚན་བཅུ་བདུན་འདི་ལ་མོས་མཐུན་རྩ་བ་ཉིད་ནས་མེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཨ་ནི་བོད་མི་ང་ཚོའི་ད་ལྟ་བཀའ་ཤག་གི་མི་སྣ་རྣམ་པ་ཚོ་ག་བ་ལ་ཕེབས་པ་ཡིན་ན་འདི་ཨ་ནི་ང་ཚོའི་གཞུང་ཆགས་ཀྱི་ཡོད་ཟེར་ཞེས་བཅས་ཀུན་འདུས་ཀྱི་བཀའ་ཕེབས་པ་ཅིག་རེད་མ་གཏོགས་གཞུང་གསར་བ་གཉིས་པ་དེ་འདྲའི་རྩ་བ་ཉིད་བཙུགས་ཡོང་མ་རེད། འདི་རེད། དེ་ནས་མཐའ་མ་དེ་ལ་སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་ལ་ཨ་ནི་རྒྱ་གར་ལ་ཚུར་བྲོས་འབྱོར་བྱུང་ཞེས་བཅས་བཅས་ཨ་ནི་དེའི་སྐབས་ལ་ཨ་ནི།

དེ་འདྲའི་གི་མི་རྒན་པ་ག་ཤེད་ཅིག་གིས་འགྲེལ་བཤད་ལོག་བཤད་དེ་འདྲ་བརྒྱབ་བསྡད་པའི་དུས་བརྒྱབ་བསྡད་དགོས་དུས་ཚོད་སོ་སོའི་ཨམ་ཆོས་ནང་ལ་གོ་འདི་མ་བཤད་བ་ཙམ་གྱིས་མ་གཏོགས་དངོས་གནས་དྲང་གནས་ཀྱི་དེབ་ཀློག་ལོ་རྒྱུས་ཀློག་ཐ་ན་ཡན་ཆད་དེ་ཚོ་འདྲ་བོ་ཆ་ཤས་པ་ན Wikipedia དང Google དེ་འདྲའི་ནང་ལ་འགྲེལ་བཤད་ཡག་ཐག་ཅིག་ཡོད་རེད་སྤྱིར་ན ྋགོང་ས ྋསྐྱབས་མགོན་ཆེན་པོ་ཡི་བརྩམས་ཞབས་ཀྱི་དེབ་མང་པོ་ཞིག་ནང་ལ་ཡང་དེ་ཚོ་འགྲེལ་བཤད་ཡག་ཐག་ཅིག་ཡོད་བསྡད་པ་འདི་བོད་པའི་གཞོན་སྐྱེས་ག་ཤེད་ཀྱིས། འདི་འགྲེལ་བཤད་འདི་རྩ་བ་ཉིད་ནས་སྨྲ་ལོག་བྱེད་བྱེད་བྱེད་ཨ་འགྲེལ་བཤད་མི་རབས་རྒན་པ་ག་ཤེད་ཡི་གི་འགྲེལ་བཤད་བརྒྱབ་བསྡད་པ་འདི་ཨ་སྡིག་པ་མིག་ཙུམ་བྱེད་བྱེད་བྱེད་ཨ་སྤྱི་ཚོགས་ནང་ལ་འགྲེལ་བཤད་བརྒྱབ་བསྡད་པའི་སྐབས་ལ་ཨ་ང་ཚོས་དཀའ་ངལ་རབ་དང་རིམ་པ་འཕྲད་ཀྱི་ཡོད་འདེབས་བརྒྱ་ཆ་བརྒྱ་བཏང་བ་གསལ་བོ་རེད་དེ་འདྲ་སོང་ཙང་ད་ལྟ་སྨན་རྩིས་ཁང་གི་སྐུ་ངོ་དྲུང་ཆེ་སྐུ་ངོ་འགན་འཛིན་མཆོག་ཟུར་པ་དང་ཐ་ན་ད་ག་ནས་ཞིང་གི་དཔལ་འབྱོར་དྲུང་ཆེ་ཟུར་པ་མཆོག་གིས་ཨ་ནི་སྐུ་ངོ་ཚེ་འདྲ་ཞིག་ལགས་ཀྱིས་འགྲེལ་བཤད་བརྒྱབ་བསྡད་པ་འདི་བརྒྱ་ཆ་བརྒྱ་ཐམ་པ་བདེན་པ་ཅིག་ཡིན་པ་ཅིག་དང། དེ་འདྲ་སོང་ཚེ་འགྲེལ་བཤད་འདི་ཚོ་རིགས་འདི་ཚོ་ང་ཚོ་མི་རབས་རྒན་པ་ཚོས་ཀྱི་དམ་ད་བོ་དུ་དཀའ་ལས་བརྒྱབ་པའི་ཐོག་ནས། དམིགས་བསལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ནང་བཙན་བྱོལ་ནང་ཕེབས་གསར་བའི་རྗེས་ལ། བོད་མིའི་སྒྲིག་འཛུགས་བཙུགས་ཡག་ད་ག་ནས་བཞིན་གྱི་ད་ཅིག་གཞོན་སྐྱེས་འཚར་ལོངས་བྱས་ལྡན་མཁན་འདི་ཚོ་ལ་ཤེས་ཡོན་སྤྲད་བྱས་རྗེས་མ་འོངས་པ་བོད་ཀྱི་སོན་རྩ་ཧྲག་ཐག་ཡག་པོ་བྱེད་འདོད་པའི་དེ་འདྲ་ལ་མཐུན་མཁན་གལ་དཀུ་ཅིག་ཡོག་མ་རེད། ཤེས་ཡོན་གྱི་དོན་འདང་གི་ཡོད་མ་རེད་ད་ཡིན་ཡང་མི་རབས་རྒན་པ་མང་བོ་ཅིག་སེམས་ཤུགས་ཀྱིས་ལྷག་བསམ་རྣམ་དག་བྱེད་བྱེད་བྱེད་དབུལ་བོ་དཔུང་སྡེ་བྱེད་བྱེད་བྱེད་མི་རབས་རྒས་པ་འདི་ཚོ་གིས་མཚམས་རེ། སྡེ་བ་ལ། སྤྱི་ཚོགས་ནང་ལོགས་ལ་འགྲེལ་བཤད་ལོག་བཤད་དེ་འདྲས་བརྒྱབ་པའི་སྐབས་ལ་སེམས་པ་ལ་མ་བཟོད་བྱེད་བྱེད་ཚུར་དྭངས་བླངས་ཀྱི་ཐོག་ནས། འགྲེལ་བཤད་དེ་འདྲས་མ་བརྒྱབ་ཀ་མེད་ཀྱི་གནས་སྟངས་དེ་འདྲས་ཆགས་བསྡད་པ་འདིས་ང་ཚོ་སྤྱི་ཚོགས་ནང་ལོགས་དངོས་གནས་དྲང་གནས་ཀྱི། འཐབ་རྩོད་དེ་ནང་ལ་ཉེན་ཁ་ཆེན་པོ་ཞིག་དང། བོད་པའི་གཞོན་སྐྱེས་ཚོས་ཀྱིས་དངོས་གནས་དྲང་གནས་ཀྱི། ལུག་ཁྱུ་ཡང་ཡག་པོ་སློག་མ་ཐུབ་པ་དང་ལུག་ཁྱུ་ནང་ལ་བདེན་པ་ག་རེ་ཡིན་པ་དེ་ར་སྤྲོད་མ་བྱས་བྱས་བྱས་ཨ་དེ་བ་གི་ཨ་ནི་གོ་སྒྲིག་དེ་འདྲས་ཆགས། གོ་སྒྲིག་ཆགས་པའི་སྐབས་ལ་ཨ་ནི་སློབ་སྦྱོང་དང་ཤེས་ཡོན་མཁན་མེད་པའི་གནས་སྟངས་དེ་འདྲས་ཀྱི་ཆགས་བྱས་བྱས་ཨ་ནི་ལྕགས་ཀྲིན་སྟོང་པ་འགྲོ། རེད་བ། ཨ་ནི་ཕ་ཆོས་དེ་ག་རེ་ལབ་པ་དེ་སྡིག་པ་མིག་བཙུམ་བྱས་བྱས་བྱས་བྱས་བསྡད་པ་དེ་ཚོ་དངོས་གནས་དྲང་གནས་ཀྱི་བློ་ཕམ་གྱི་གནས་ཚུལ་དེ་འདྲས་ཅིག་རེད་བྱས་བྱས་བསམ་བློ་ཁོག་ཏུ་ཡོད་དེ་འདྲ་སོང་ཚེ་ལུག་ཁྱུ་དེ་ཚོ་ཡིན་གཅིག་མིན་གཅིག་གཞོན་སྐྱེས་ཚོས་ཀྱིས་སློག་དགོས་ཡ། མི་རབས་རྒན་པ་ལ་སྐད་ཆ་དྲིས་དགོས་ཡ། འདི་རེད་དམ་མ་རེད་སོ་སོའི་ངོ་ནས་ཞིབ་འཇུག་བྱེད་དཔྱད་པ་བྱེད་བྱེད་བྱེད། མི་མང་ལ་སྐྱ་ཆ་སྐྱ་ཐམ་པ་རེད་ཤག་བསམ་ན་གཞི་ནས་འགྲེལ་བཤད་རྒྱག་དགོས་རེད་མ་གཏོགས། དེང་ཆ་ཅིག་རག་སོང་དེ་རིང་སྐད་ཆ་བཤད་ཡ་རག་སོང་སྡེ་བ་ལ་བརྙན་ཐུང་བཟོས་ངེས་མང་པོ་ཞིག་ཡོད་རེད་བསམ་བྱེད་བྱེད་འགྲེལ་བཤད་དེ་ལོག་བཤད་དེ་འདྲ་ཞིག་རྒྱག་བསྡད་པ་ཡིན་ན། ངས་འདི་ཉེན་ཁ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཅེས་ངས་ངོས་འཛིན་བྱེད་ཀྱི་ཡོད། དེ་རུ་སོང་ཙང། འདི་ངས་རྣམ་པ་ཚོ་ལ་ལབ་ཐུབ་ན་བསམ་སོང། རྩ་བའི་མི་ནི་སོ་ཀྲ་ནང་ལོག་ལ་གསུམ་བཅུའི་དུས་དྲན་འདི་སྙེ་མ་ནས། མི་ནི་སོ་ཀྲ་བོད་རིགས་སྤྱི་མཐུན་ཚོགས་པ་དང་ཚོགས་པ་ཁ་ཤས་ཀྱིས་མཉམ་སྒྲུབ་བྱེད་ཆེད་ལས་འགུལ་སྤེལ་འདི་ཡོད་རེད། ད་ལྟའི་གི་ཆ་ལ་ད་ལོ་འགྲོ་ཕྱིན་ན་གསུམ་བཅུའི་དུས་དྲན་འདི་མི་ནི་སོ་ཀྲ་བོད་རིགས་སྤྱི་མཐུན་ཚོགས་པ་གཅིག་པུ་གཅིག་གིས་ལས་འགུལ་སྤེལ་བསྡད་པ་འདི་ཡག་པོ་ཞེ་དྲག་རེད་ད་ཡིན་ནའི་ཡང་ད་ཕྱིས་སུ། ས་གནས་གཞོན་ནུ་དང་དེ་འབྲེལ་གྱི་འགོ་ཁྲིད་བྱེད་ཆེད་ནི་ཤི་ཀ་ཀོ་ལ།

ང་ཚོ་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལ་ཨ་ནི་གཞོན་སྐྱེས་ཁ་ཤས་ཅིག་གིས་འགོ་ཁྲིད་ཡིན་ལ་བྱས་བྱས་ཨ་དེ་འདྲས་འགྲོགས་འགྲེལ་བཤད་ལོག་བཤད་བརྒྱབ་བསྡད་པ་ཡིན་ན། ཨ་ང་ཚོ་བོད་པའི་སྤྱི་ཚོགས་འདི་ཉེན་ཁ་ཆེན་པོ་ག་བ་ལ་ཐུག་གི་རེད་བས། བོད་ནང་ཡོད་པའི་བོད་མི་ཚོས་ཀྱི་སོ་སོའི་རྒྱལ་ཁབ་དང་མི་རིགས་ཀྱི་དོན་དག་ལ། བོད་རྒྱལ་དག་སྡིག་གི་ཆེད་དུ་རང་སྲོག་བློས་བཏང་གི་ཡོད་རེད་དེ་བོད་རྒྱལ་ཁབ་ཀྱི་རྒྱལ་དག་འདི་ང་ཚོ་ཆོལ་ཁ་གསུམ་ཆ་གིས་སྒེར་བདག་ཆགས་ཀྱི་ཡོག་རེད་མ་གཏོགས། འདི་ཆོལ་ཁ་གཅིག་ལ་ད་ཡག་གི་སྐད་ཆ་མ་རེད་དེ་འདྲ་སོང་ཙང་གསུམ་བཅུའི་དུས་གྲོས་འདི་ཨ་ནི་ང་ཚོ་བོད་མི་ཆོལ་ཁ་གསུམ་ཆ་གི་སོ་སོས་གི་རྩ་བའི་བླ་མ་གོང་མའི་གོང་མ། ཕ་མའི་ཕ་མ་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྲུང་སྐྱོབ་བྱེད་ཡའི་དོན་དག་ལ་མི་མང་སྒེར་ལང་ལང་བྱས་བྱས་བྱས་ཨ་བོད་མི་འོང་ཆོག་སོགས་ཤོར་བའི་ཉིན་མོ་དེ་འདྲའི་གཅིག་ལ་ཨ་ང་ཚོ་མཚམས་རེ་འགྲེལ་བཤད་ལོག་བཤད་དེ་འདྲ་རྒྱབ་བསྡད་པ་ཡིན་ན་ཨ་ལོ་རྒྱུས་འདི་བྲིས་སུབ་ཙང་ཡ་དང་ལོ་རྒྱུས་འདི་འགྲེལ་བཤད་ལོག་བཤད་རྒྱག་ཡ་གི་གནས་སྟངས་ཆགས་པ་ཡིན་ན་འདི་ཉེན་ཁ་གཅིག་རེད་དམ་མ་རེད་པས། འདི་གཞོན་སྐྱེས་ཚོ་ལ་འགན་ཡོད་རེད་ཡོད་མ་རེད་བས། གཞོན་སྐྱེས་ལ་འགན་ཡོད་པ་ན་ཞིག་མི་རབས་རྒན་པ་ཚོས་ཀྱིས་མ་སྐུལ་དྭང་བླང་གི་ཐོག་ནས་ད་ལྟ་སྐུ་ངོ་ཚེ་བཀྲ་ཤིས་ལགས་ཀྱིས་འགྲེལ་བཤད་རྒྱབ་པ་ན་ཞིག་གིས་འགྲེལ་བཤད་འདི་རྒྱབ་དགོས་ཡ་དང་དམིགས་བསལ་ད་འདོད་སྐུ་ངོ་ཚེ་རིང་བཀྲ་ཤིས་ལགས་ད་ག་ནས་ཞིག་གིས་སྡེ་བ་ལ་ནི་མི་རབས་རྒན་པ་མང་པོ་ཅིག་ལུས་ཁུལ་ཐོག་ནས་མཁས་དེ་ངས་ཤེས་དེ་ངས་ཡོད་ངེས་ཚོས་ཀྱིས་ཡིན་གཅིག་མིན་གཅིག་དེ་འདྲས་ལ་མ་དོན་ཆེ་ཆེ་བྱས་ལུགས་རྒྱུས་དེ་འདྲས་ཐོག་ལ་བརྙན་ཐུང་དེ་འདྲས་བཟོས་ཅིག་འགྲེལ་བཤད་རྒྱབ་ཐུབ་པ་ཡིན་ན། ངའི་བསམ་པ་ལ་མ་ཧོང་པ་གཞོན་སྐྱེས་ཚོ་ལ་མིག་དཔེ་ཡག་པོ་དང་ལུག་རྒྱུད་དྲི་སྲིབ་དང་ལུག་རྒྱུད་ལ་འགྲེལ་བཤད་ལོག་བཤད་རྒྱག་མཁན་ཚོ་ཉུང་རུ་ཡོང་གི་འགྲོ་གི་རེད་བསམ་ཐུབ་ཀྱི་ཡོད། དེ་རིང་གི་བརྙན་ཐུང་འདི་དཔྱད་ཞིབ་ཡིན་དྲང་བདེན་གྱི་དཔྱད་ཞིབ་ཡིན་དེ་འདྲ་སོང་ཚེ་ད་ལྟ་བོ་ཐོག་རྒྱབ་སྐྱོར་གནང་བདེ་ལ་སྙིང་ཐག་པ་མཐུག་ཆེ་མཐུག་ཆེ་ན།